ཚོགས་གཙོ་འགན་ཁུར་གནང་རྗེས་ཚོགས་ཕེབས་ཀྱི་བཅུད་མེད་ཀྱི་གྲོས་ཆོད་དེ་དག་ལ་ལག་བསྟར་དོན་འཁྱོལ་མ་གནང་བར་མ་ཟད། དེ་ལས་ལྡོག་སྟེ་ཆོས་རྒྱུད་སྤྱི་འཐུས་རྩ་བ་གཉིས་ནས་མེད་པ་བཟོ་རྒྱུ་དང། ཆོས་དང། ཆབ་སྲིད་མགོ་དང་འགྱིང་པ་འགྱིང་བག་ཁ་ཁ་བཟོ་རྒྱུག་གི་ལས་འགུལ་སྤེལ་ཐེབས་ཀྱི་གྲོས་ཚོགས་སུ་ཞུ་གཏུག་ཞུ་རྒྱུ་དང། དེ་དག་ལམ་ལྷོང་མ་བྱུང་ཚེ་ཁྲིམས་ཁང་དུ་གཏུག་བཤེར་བྱ་རྒྱུ་ཡོད་ལུགས་སྐོར་སྐུ་ཉེ་དང་ཚེ་རིང་བསྲེ་ཚ་རྣམ་གཉིས་ཀྱིས་འབོད་སྒྲ་སྒྲོག་སྟེ་ཚོགས་སྤེལ་གྱི་ཐོག

གོང་ས་མཆོག་གི་གོ་དོན་དང་འབྲེལ་བའི་ལོ་གཅིག་རིང་བྱམས་བརྩེ་ལོ་སྲུང་བརྩི་ཞུ་རྒྱུ་གི་ཁ་གཡར་ཏེ་ལས་འགུལ་གང་ཡང་སྤེལ་རྒྱུ་མིན་པའི་གསལ་བསྒྲགས་བྱས་པ་དང་དུས་མཚུངས། བཞུགས་སྒར་དུ་ཚོགས་ཕེབས་ཀྱི་སྐབས་དང་པོའི། བཅུ་དངུལ་རྒྱ་གར་གཞུང་གི་དངུལ་ཁང་དུ་བསྐྱོར་ཡོད་པ་དེ་དང། སྐད་གཉིས་པ་དང་གསུམ་པའི་བཅུ་དངུལ་ཧིན་སྒོར་ཧིན་སྒོར་ས་ཡ་དྲུག་དང་དྲུག་འབུལ་ཡོད་པའི་ཟུར་དངུལ་བཏོན་ནས་ཀྱི་སྐུ་ཉིད་སྤྱི་བོ་ཀྱི་གང་དུ་ཟུར་འཇོག་བྱས་ཡོད་མེད་བྱས་ཡོད་མེད་རང་རྒྱུ་རང་ལ་ཁྱད་བར་མེད་པས་མ་འོངས་པ་བཅུ་དངུལ་དེ་བཞིན་དུ་དེ་བཞིན་སུ་དང་གང་གིས་བདག་བཟུང་དང་སྤྱོད་རྒྱུ་དགེ་རྟགས།

དབྱར་ཁ་གཡོན་སྤྲུལ་གྱི་ཐུགས་སྣང་མ་ཞིག་ཚེ་མཇུག་འགྲིལ་ཁྲོམ་ཐོག་ཏུ་འགྲོ་དགོས་རྒྱུ་བྱུང་ཚེ། ལྷག་བསམ་ཅན་གྱི་གཞི་རིམ་མི་མང་གི་ཆེ་མཐོང་ལ་སྣོད་ངན་མཁྱེན་གསལ་ལྟར་ལགས་ན་དེ་ལུགས་དགོངས་བཞེས

དེ་དགོངས་དག་དང་གང་གི་ཐོག་ལ་བོད་ཀྱི་གནས་ཚུལ་གསལ་བར་གྱི་ཡུལ་དབང་གི་ཆེད་དུ་ལ་དཔའ་བརྟན་ལྷ་མོ་གིས་མཚོན་རྟགས་དེ་དེ་ནི་ངའི་མདོག་དང་ཟེར་གྲོས་བྱས་ཡོད་དེ་ལྗང་ཁུ་རྒྱ་ཡག་རྒྱུ་མཚན་དེ་འདྲས་ཀྱི་ཡིན་ས་ཡིག་དེ་རྒྱ་ཡག་རྒྱུ་མཚན་དེ་འདྲས་ཀྱི་ཡིན་དེ་རྣམ་པ་གཉིས་ཀྱི་མཁྱེན་པ་གནང་རོགས་གནང་ད་མང་པོ་བཤད་དགོས་ཡ་མི་འདུག་ད་ལྟ།

རུ་གཅིག་ལ་འདུས་ནས། བོད་ཀྱི་བདེན་མཐའ་དེ་གསལ་དགོས་ཡ་དེ་ཚང་མ་གི་ནུས་ཤུགས་བསྒྲིལ་དགོས་ཡ་དེ་གལ་ཆེན་པོ་རེད་ཕ་ཤོག་དེ་རང་བཙན་ཤོག་ན་ཚུར་གླེང་དེ་རང་བཙན་ཐོག་ནས་གླེང་དགོས་ཡ་ཅེས་གསུང་ཁོ་གང་མཁྱེན་དེ་རེད་ཡིན་ཀྱང་རུང་མེན་ཀྱང་རུང་དོན་དག་སྙན་པོ་དེ་བོད་ཀྱི། བོད་ཀྱི་བདེན་མཐའ་དེ་གཅིག་ཏུ་གྲོལ་བར་སྐྱབས་མགོན་བསྟན་འཛིན་རྒྱ་མཚོ་གིས་ལོ་འདི་དག་གི་ནང་ལ་ཨ་ནེ་ད་འཛོམས་པི་ལིང་ས་ཡོམ་ཤུགས་ཆེན་པོ་གཅིག་གོ་ཆ་འགྲོ་གི་ཡོད་རེད་དེ་ངོ་སོ་བོད་ཀྱི་བདེན་མཐའ་དེ་ད་མགྱོགས་སུ་གསལ་ཡག་གི་དུས་ཚོད་ཅིག་ལ་བསླབ་དེ་ཚང་མ་གི་ཤུགས་རྒྱ་རུ་ཞིག་ཤུགས་རྒྱ་རུ་ཞིག་ད་ལྟ་ཞུ་དགོས་ཡ་དེ་མི་མང་ནང་ཁུལ་གི་འགལ་བ་དེ་གསལ་ནས་ཐོག་མཚོ། རྡོག་རྩ་གཅིག་སྒྲིལ་ཟེར་ཡ་དེ་ནང་གི་མི་ཚང་མ་བསམ་པ་གཅིག་ཏུ་མཐུན་པ་ཅིག་བྱེད་དགོས་རེད་ནང་ཁུལ་ལ་བསམ་པ་མ་མཐུན་ན་ད་ད་ལྟ་ངོ་སོ་གཡར་བསྐྱར་གཡོ་མགོ་མང་པོ་ཞིག་ནི་ཁོང་གི་མཐའ་མ་ཐག་གཞུག་དེ་སྐུ་ལུས་མེ་སར་ཕུལ་ཡ་དེ་ཡང་མཉམ་འབྲེལ་རྒྱང་ཚོགས་ཀྱི་ཕུལ་བ་ཧང་སང་ཡག་གི་བོད་རྒྱ་ཁེ་དང་མི་རིགས་དངོས་མ་ལོ་རྒྱུས་ཀྱི་ཐོག་སུ་ནས་གྲགས་པ་ཅིག་ད་དཔའ་བོ་བློ་དགའ་ལགས་ཀྱིས་གནང་བ་རེད་དེ་ལ་རྗེས་སུ་ཡི་རང་ཞུ། ཞུས་ནས་ངོ་སོ་གི་གུས་བརྟས་དང་ལྡན་པའི་ཁོང་གི་རྗེས་སུ་ལ་ངོ་སོ་མཇུག་ཐོགས་པ་ནང་ཁུལ་ལ་གཙང་མ་གཙང་རྐྱང་དགོས་ཀྱི་ཡོད་ཙང་དེ་ངས་གཙང་མ་གཙང་རྐྱང་གི་ཐོགས་སུ་ནས་ཞུ་གི་ཡོད་དེ། རྣམ་པ་ཚོ་འང་ཐུགས་ཡིད་མ་གནང་རོགས་ཞེས་ཞུ་ཡ་དེ་ཡིན། ཡ་ཡ་ཨཱ་ཐུགས་རྗེ་ཆེ་དེ་ག་རང་མ་ཐོབ་དང་དམིགས་བསལ་ད་ལྟ་དེ་ཞུ་ཡ་གི་དུས་ཚོད་ཅིག་རེད་མི་འདུག་འོ་དེ་འདྲས་ཅིག་ཞུ་ཡ་ཡིན་ཐུགས་རྗེ་ཆེ།